དར་ཅི་ལིང་ཀ་ཏོག་གངས་གསུམ་ན་ལོ་དར་ཅི་ལིང་ཀ་ཏོག་གངས་གསུམ་ན་ལོ་ལ། ཞི་ཆགས་ཆུང་སྐྱོན་ཅི། སོ་ན་དར་ནང་ལོ་ལ་ཞི་ཆགས་ཆུང་སྐྱོན་ཅི་རེད། ཞི་ཆགས་འདིའི་ནང་ལོ་ལ། བུད་མེད་ཚོགས་པ་གི། ཨ་ནི། བུད་མེད་ཚོགས་ལ། ག་ལ་བོར་ད་མཐོང་ཆུང་ལ་གོ་རེད། ཨ། ག་ལ་བོར་ད་ཐུབ་བརྩེ་ལ་གོ་རེད་ག་ལ་བོར་ད་འདི། ག་འདྲའི་སངས་རྒྱས་ཀྱི་འདུག་འདི་རྣམ་པ་ཚོ་སེ་ཡ། ད་ངས་རྣམ་པ་ཚོ་ལ་དང་པོ་འདི་གཅིག་མ་གཅིག་བསྟུན་ཨ་ནི་ངས་འདྲེ་ཞིག་རྒྱག་གོ་རེད་བ།

ཚོགས་འདུ་ཞིག་ཚོགས་ཀྱི་མ་རེད་ང་རང་ཚོའི་མཉམ་འབྲེལ་ཚོགས་པ་ནང་ལ་ཡང་རྫ་དྲག་གི་ཚོགས་འདུ་ཞིག་ལ་ནི་ཚོགས་ར་ལྟ་དེའི་མི་མང་ཚོའི་ཧོ་གུ་ར་ལྟ་དེའི་ནང་ལོགས་ནས་ཡང་མི་མང་ལ་ནི་ཁྱོད་ཐོག་ཏུ་ས་བསྡུ་རྒྱུ་དོན་མཐུན་ཡིན་ན་ཅིག་དེ་འདྲ་ཟེར་བྱར་བཞག་ད་འོ་དེའི་དུས་ཚོད་དེ་ལ་ཡང་ཚོགས་འདུའི་སྐབས་སུ་ནི་ཐག་གཅོད་ག་རེ་བྱུང་གདའ་འོན་པ་ན་བོད་མིའི་ཚོགས་པ་གསར་བ་བདམས་གསར་བ་བདམས་པ་མ་ཟད་རྙིང་པའི་གསར་བ་ལ་ཡང་ཇི་ལྟར་ཡོད་དང་ན་ཞིང་རྙིང་པ་ལ་ཡང་ཕེར་བས་མ་སུ་ནི་དེ་འདྲ་ས་ག་ལོགས་རེད་ཇི་ལྟར་ཡོད་ཅེས་ཨ་ནི་ཚང་མ་ཚ་ཚ་ལེགས་གྲུབ་བྱུང་རེད་བ། ཨ་ནི་དེ་མ་ཟད་ཨ་ནི་དེའི་སྐབས་སུ་ཨ་ནི་མི་མང་ས་བདུན་ཅུ་དོན་བདུན་བསམ་པ་དེ་འདྲས།
རྣམ་པ་ཚོ་གི་གོ་གི་འདུག་ཨ་ད་འདི་སྐད་ཆ། སོ་ནག་དང་ཞིན་ཁོག་གི་སྐད་ཆ་བཤད་ཞར་བ་འདི་གོ་གི་འདུག་གོ་གི་འདུག་ན་གོ་གི་འདུག་གསུང་རོགས། ཨ་ངས་འདི་བཏང་གོ་དེ་ཡང་རྣམ་པ་ཚོ་མ་གོ་ན། ཨ་ལས་པད་མ་མཁའ་འགྲོ་ལ་ཐོག་ཆེ་ན། ཨ་ནི་ཚོགས་ཨ་ནང་ལོ་ལེ་ཡག་ཚོགས་འདུ་བྱ་རེ་རེ། ཨ་དེ་དུས་ཚོད་དེ་བོན་པོའི་ཚོགས་པ་ཡིན་དགོས་ནི། ཨ་ནི། ད། གྲོས་འཆར་མ་བཟོས་ནས་གཏན་འབེབས་ཀྱིས་གར་བྱུང་འདྲ་བས་འབད་ན་སྐད་ཆ་ཚོགས་འདུའི་སྐབས་སུ་གར་བྱུང་འདྲ་ཡིན་ན། ཨ་ནི། ནང་ནས་ད་མིའི་བོན་པོའི་ཚོགས་པ་བྱེད་ཀྱི་མིན་བྱེད་ཀྱི་མིན་ལས་ནི་དོན་གཉེར་མང་པོ་འདུག་ཨ་ཡ་བྱས་ཙང་ཀ་ཨ་ནི། ནང་མི་རེ་རེ་ནས་འཐེན་པ་རེ་ནས། བུ་མོའི་ཡིག་ཐོག་ཐོན་པ་རེད་ནི་ཚང་མ་ཡིག་གི་བུ་མོ་རེ་རེ་ཡིན་ཅིང་བརྫུས་གོ་ཡོད་ལ་ནི་ད་ཁ་སང་ཚོགས་འདུ་ག་ཚོད་དེ་འབུད་ཆོག་གི་འདྲ་ཨོ་ཁེ། སེ་ཚང་མ་འདི་སྐབས་སུ་ནི་བརྫུས་གོ་ཡོད་ལ་ནི་ནི་ཚོགས་འདུ་སྐབས་སུ་མི་ས་བདུན་ཅུ་དོན་བདུན་ཡོད་པའི་ཚོགས་འདུ་གཅིག་ནང་ལོ་ལ་དྭགས་ཆུ་ཆུང་རེད་དེ་བུ་མོའི་ཚོགས་པ་གི་དེ་འདྲ་བྱས་ཚོགས། གན་རྒྱ་ཆེ་དེ་འདྲའི་ཟག་ཚུལ་བྱུང་གི་ཡོད། ད་ཡང་དེ་མི་མང་ཚོགས་འདི་ཡག་པོ་ཞིག་ཉོ་རོགས་བྱེད་དེ་ཡིན་ཅིན་མི་བྱེད་ནི་གོ་བ་ལོག་སྒྲུབ་མ་བྱེད་རོགས་བྱེད། ད་དེ་འདྲ་མི་ཚང་མ་ཡིན་ཅིན་མི་བྱེད་ཐེངས་པ་རེ་ནས་བརྫུས་གོ་ཡོད་ལས་ཟླ་ད་དེ་ས་གནས་དགོན་སྲིད་དང་གཞིས་ལས་ཁང་གི་བཀའ་དེ་འདྲའི་ཁ་བསྐུ་ཞུ་མར་ད་ཡང་དེ་ཡང་མི་མང་ཚོགས་གོ་བ་ལོག་སྒྲུབ་བྱེད་ཡིན་སྐོར་འདི་རྩ་བ་ཡིན་ནི་མ་རེད་དེ་ག་འདྲའི་ལབ་ཡིན་པ་ན་ཁ་སང་གྲོས་འཆར་བཞག་ནས་ཨ་ནི་མི་མང་ས་འདོན་རྒྱུ་འདོན་རྒྱུ་ཡོད་རེད་ད་ནས་བཞིན་བུ་མོའི་ཚོགས་པ་ཡི་གཙོ་བོ་གན་རྒྱ་ཆེ་དེ་འདྲ་ཟུག་འདུག་མ་བཟོ་ནས་འདི་ནང་ལོགས་ལ་ཡག། ནི་བུད་མེད་ཚོགས་པའི་གཏན་འབེབས་བཅོས་སྒྱུར་ཅིག་རེད་ད་ཨོ་ཁེ། ད་ཞིང་ལས་ཁང་གིས་ངོས་ནས་དེ་གང་རྒྱབ་སྐྱོར་བྱེད་མི་ཤེས་པ་འདི་གང་བཀའ་དགོངས་ཡོད་རེད་ཟེར་དེ་འདྲས་ཡོད་མ་རེད་ད་བཀའ་དགོངས་ཞིང་ལས་ཁང་གི་བཀའ་དེ་འདྲས་ཡོད་མ་རེད་ད་དེ་བཀའ་ཚང་ང་ཚོ་ཚོགས་འདུའི་སྐབས་སུ་དེ་འདྲས་གྲོས་འཆར་བྱུང་རྒྱུ་རེད་ཨོ་ཁེ། ཨོ་དེ་ཡིན་ནི་ཡིན་གཅིག་མིན་གཅིག་སེམས་ནང་བཞག་དགོས་དེ་གལ་ཆེན་པོ་མཐོང་གི་འདུག་ཡ། ཨ་ནི་དེ་འདྲ་གང་ལ་བཏང་རྒྱུ་གི་ཤུ་གུ་ཞིག་འདུག་ཨ་ད་དེ་ཡིས་ག་འདྲས་ལབ་ཨེ་འདོད་ན་ད་ཁ་སང་བུད་མེད་ཚོགས་པ་རྙིང་པ་ཐོན་རྗེས་གསར་བ་ཡག་བརྫུས་གསར་བ་ལས་ཡང་གསར་བ་ནང་ལོག་བྱེད་ཀྱི་མེད་ཟེར་དེ་འདྲས་སྐད་ཆ་བྱུང་རྗེས་ཨ་ཆེ་ཁ་སང་དེ་འདྲ་ད་རི་ཅོག་གསུམ།

དང་པོ་དེ་ནང་ལོགས་ལ་ཡང་ད་དེ་འདྲ་ནང་ལོགས་ལ་ཡང་བྱེད་ཀྱིན་མེད་ལ་ངས་དེ་འདྲ་བོད་མི་ཚོགས་པ་ནང་ལོགས་ལ་བྱེད་ཀྱིན་མེད་ལབ་བ་ཡིན་པ་ན་ཨ་ནི Fine དེ་གོམ་ག་ཚད་དུ་ན་ན་གོམ་ལྔ་སྟོང་རེད་དེ་ཁོ་རང་ཚོའི་སྐད་ངས་ཀྱིས་བྲིས་ཡོད་ད་དེ་འདྲའི་ནང་ལོགས་ལ་བྱེད་དེ་འདྲ་གི་བོད་མི་ཚོགས་པ་བདམས་ཚར་རྒྱུ་དེ་ནང་ལོགས་ལ་ཡང་བྱེད་ཀྱིན་མེད་ལབ་བ་ཡིན་པ་ན་ཨ་ནི Fine དེ་གོམ་ག་ཚད་ཤ་རེ་ང་ཚོ་ཁ་སང་ད་རིང་ཚོགས་འདུ་ཚོགས་རྒྱུ་དེ་ནང་ལོགས་ལ་གྲོས་འཆར་ནང་ལོགས་ཀྱི་གོམ་ལྔ་སྟོང་དེ Fine ཡིན་ལ་རེད okay བྱས་ཙང Fine དེ་དེ་འདྲ་བྱེད་ངས་མེད་ལ་ངས་ཀྱིས་སྤྲད་འོར་ད་སྤྲད་ཚར་ད okay དེ་བྱས་ཨ་ནི་ཡིན། ད next year ནས་ད next year ཡོང་གྲ་ནས་ད་ལོ་གཉིས་རྗེས་ལ་བོད་མི་ཚོགས་པ་དམ་མེར་ཤོར་འགྲོ་སྟངས་ཤོར་རང་འུ་དེ་ག་འདྲ་ལ་དེ་འདྲ་འཐེན་པ་ཚང་མ་ནི་མི་རེད་འདུག་ག་འདྲའི་རྗེས་ལ་ཡང་ཨ་ནི་ལི་སུ་ལི་ཟེར་ཡང་ཐེབས་ཐེབས་བང་རིམ་བྱེད་དེ་འདྲ་སུ་སུ་སུ་གང་འདྲ་ཁ་ལོ་རེད་གང་འདྲ་མ་འདྲ་འདྲ་བྱེད་སུས་བྱ་རྒྱུ་འདི་འདྲ་མ་རེད་ད་འདི་བྱས་ནས་གཞུང་གཉིས་ཐད་ནས་ག་འདམ་ད་མི་བྱེད་མེད་བྱེད་ག་འདྲས་ཤུགས། ལགས་སོ། ད་ལྟའི་རིང་པོ་ཞུ་བཅུག་ཡོད་རེད། ད་ལྟའི་རྣམ་པ་ཚོ་ལ་ཆ་ཚང་ཉན་བཅུག་པ་ཡིན་ན་དཔེ་རིང་པོ་ཡོད་རེད། ད་མདོར་བསྡུས་ནས་བསྡད་ན་ལོ་ལ་ག་རེ་བཤད་དགོས་ཡོད་རེད་ལབ་པ་ཡིན་ན། སོ་ན་དག་ད་དེ་ངས་ཡང་རྣམ་པ་ཚོ་མ་ནོར་བ་བྱེད་རོགས་བྱ། དབུས་བོད་མི་ཚོགས་པ་མ་དག་སོ་ན་དག་གཞིས་ཆགས་ས་གནས་གཞིས་ཆགས་ཆུང་ཆུང་བྱེད་ཡོད་རེད་བོད་པའི་གཞིས་ཆགས། སོ་ན་དག་ས་གནས་ཀྱི་བུད་མེད་ཚོགས་པ་གིས་ཨ་ནི་དལ་གྱི་མི་མང་ཚོགས་ལ་ཐན་པ་རེ་རེ་ནས་ནང་རེ་རེ་ནས་བུད་མེད་ཚོགས་པ་ལ་ངེས་པར་དུ་འཇུག་དགོས་ཀྱི་ཡོད། ད་དེ་དཔེ་ག་ལ་རེད། རྒྱ་གུང་ཁྲན་ཏང་གིས་བཀའ་བཏང་བ་ན་ཞིག་ཅིག་ཡིན་ཅིག་མིན་ཅིག་དེ་ལ་ཡག་ཅིག་གི་ཡིན་དང་མེད་ལ་ཡ་མེད་པ་ཅིག་ངེས་པར་དུ་ནང་རེ་རེ་ནས་མི་རེ་རེ་བུད་མེད་ཚོགས་པ་ལ་འཇུག་དགོས་ཀྱི་ཡོད། ག་ཟིག་གིས་མ་འཇུག་བ་ཡིན་ན་ཨ་ནི། མ་རྫུན་ངས་དེའི་དང། ད་ག་ན་ཤེས་གཅིག་གི་ད་གཅིག་གི། ཁོ་རང་ཚོ་གི་གྲོས་ཆོད་བཞག་པ་ན་ཤེས་གཅིག་གི་རེད་བ། ཨ་ནི་བུ་མེད་ཚོགས་པ་ལ། ཞབས་ཕྱི་ཞུ་གི་མེད་པ་ད་དེ་འདྲ་ག་རེ་ཡིན་ན། ཁོ་རང་ཚོ་གི་ཨ་ནི་དེ་ལས་རྒྱལ་བ་གི། ཨ་གཅིག་གི་ལས་ཀ་གནང་གི་འདུག་ན། ཨ་ནི། ས་གནས་དགོན་ཆེན་གྱི་མཚན་རྟགས་འདུག། རང་རྒྱལ་ཚོགས་ཆུང་གི་མཚན་རྟགས་འདུག་མཉམ་འབྲེལ་ཚོགས་གཙོ་དང་མཉམ་འབྲེལ་མཉམ་སྐྲུན་གྱི་མཚན་རྟགས་འདུག། ཨ་ནི་ད་ག་ནས་ས་གནས་འཐུས་ཆོས་གྱི་མཚན་རྟགས་འདུག། བུད་མེད་ཚོགས་པ་ཟེར་མཁན་དེ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཅིག་རེད། རེད་བ། ཨ་ནི་རྒྱ་ཤོག་ཁག་དང་གཞིས་ཆགས་འདི་གཞུང་འབྲེལ་གྱི་ཨ་ནི་ཚོགས་པ་ཅིག་གི་ཁུངས་གཏོགས་ལ་ཡོད་བཤད་མཁན་གྱི་གཞིས་ཆགས་ཅིག་དང་རྒྱ་ཤོག་ཅིག་དང་མི་མང་ཅིག་རེད་བ། གཞུང་འབྲེལ་མེད་པའི་གི་ཚོགས་པ་གཅིག་གིས། རྒྱ་ཤོག་འདི་གིས་མི་བུད་མེད་ཚོགས་པ་ནང་ལོགས་ལ་ལས་འགུལ་བྱེད་ཀི་མི་འདུག་བུད་མེད་ཚོགས་པ་གི་ཁ་ལ་ཉན་གི་མི་འདུག་ཉེས་པ་འདོད་གི་མི་འདུག་བྱས་རྗེས་རྒྱ་ཤོག་ནི་མ་པི་ཆུ་པི་ཡ་གི་དབང་ཆ་དེ། ཨ་ནི། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀི་ཆབ་སྲིད་ཀི་དབུ་ཁྲིད་ནང་སྲིད་བཀའ་བློན་གྱི་ཡིན་དུས་ཙམ་པ་ནང་སྲིད་བཀའ་བློན་གི་གནང་རེད་དང་མ་རེད་དེ་གསལ་པོ་བཟོས་དགོས་ཀི་ཡོད་ད་རེས་ས་གནས་བུད་མེད་ཚོགས་པ་གིས་ད་ག་ནང་ཤེས་ཅིག་གི་དབུས་བུད་མེད་ཚོགས་པ་གི་རྒྱུ་ལས་ཚོ་གས་ངའི་ཐད་ཀར་རྒྱན་སྲིད་ངེས་པར་དུ་ཉན་རོགས་བྱེད་རོགས། འདི་འདྲའི་གི་མི་ཉམ་ཆུང་ཅིག་དང་མི་མང་ཅིག་ལ་ཐུབ་ཚོད་དང་འདི་འདྲའི་གི་མི་མང་ཚོ་ལ་བརྙན་ནམ་བྱེད་གི་ཡོད་ན་གུས་པ་རྟ་མགྲིན་ཚེ་རིང་དུས་ནམ་ཡང་ཁ་ཙུམ་ནི་བསྡད་གི་མེད་ད། སུ་འདྲ་བོ་ཅིག་ལ་གཏུག་དགོས་གི་འདུག་ན་གཏུག་གི་ཡིན་ག་བ་གཏུག་དགོས་གི་འདུག་ན་གཏུག་གི་ཡིན་ད། གང་ཡིན་ལ་གོ་རོགས་ད། ང་བུད་མེད་ཚོགས་པ་ནང་ལ་འཛུལ་དང་མ་འཛུལ་ཟེར་མཁན་དེ་ངའི་བདག་དབང་རོགས། དེ་ངེས་པར་དུ་འཛུལ་དགོས་རེད་ཅེས་ཀྱི་ནི་པས། པས་སྒོ་གང་སྒོ་གང་ལ་མེ་མདག་བཞག་ཅེས་བཀའ་བཏང་གི་ཡོད་པས་སོ་རོག་དེ་འདྲས་བྱས་པ་ཡིན་ན། མི་མང་ལ་ཡང་ཐུབ་ཚད་རེད་བ། ད་ག་རང་བཞིན་གཞུང་འབྲེལ་མ་ཡིན་པ་གི་ཚོགས་པ་གཅིག་གིས་ད་ལྟ་ཁོ་རང་གི་གཞི་བཞག་ཡི་གེ། སོ་ན་དང་གཞི་འགོ་དེ་གི་ཁ་སྙན་པོ་ཞིག་བཤད་གི་འདུག་བ། འདི་གྲོས་འཆར་འདི། ཨ་ནི་བཞི་ཆ་ལས་དགུ་ནི་བྱ་སྐྱོ་མར་བཏགས། བུ་མོའི་ཚོགས་དཔག་གི་བྱ་སྐྱོ་རེད། བུ་མོའི་ཚོགས་དཔག་གི་བྱ་སྐྱོ་གི། གྲོས་བྱ་བྱས་གྲོས་བཞི་གྲོས་བྱ་གཅིག་དང་དེ་འདྲའི་སྒང་ལོ་ལ། ཨ་ནི་བཞི་ཆ་བཞི་འགོག་གི་རྒྱབ་གཉེར་གནང་འདུག། ཁྱོད་རང་ཚོ་པི་ནའི་སྒྲིག་གོས་ཡོ་རེ་དང་དུ་སོང་འདུག། དེ། མི་གཅིག་གི་རྟ་བསྐྱ་ཡོད་མ་རེད་མི་བསད་ཡོད་མ་རེད་རྐུ་མ་བསྐྱ་ཡོད་མ་རེད། རྒྱ་ཤོག་ནང་ནི་ད། པི་ཆོས་ཆོས་གཞིས་ཆགས་ནང་ནི་པི་ཆོས་ཆོས་ས་གནས་མགོ་འཛིན་ཕ་ཞྭ་ནི། ཆབ་སྲིད་ཀྱི་དབུ་ཁྲིད་སྤེན་པ་ཚེ་རིང་ལ་བདག་དབང་ཡོད་མ་རེད། ས་སྐྱ་དེ་རྒྱ་གར་གཞུང་གི་ས་སྐྱ་རེད་བ་རྒྱ་གར་གཞུང་གི་ས་སྐྱ་ནི་མ་པི་གིན་ཟེར་ན་ཧམ་པ་ཆེ་ཐག་ཆེ་རེད་བ་ཁྱེད་རང་ཚོ། གཅིག་པི་ནི་བསྟན་ད། རྒྱ་གར་གཞུང་ལ་སྙན་ཞུ་རྒྱག་དགོས་དོན་ན་རྒྱབ་རྒན་ཡིན། DGSC Darjeeling Hill Gorkha Council། ཁ་བ་རྒྱབ་དགོས་དོན་ན་སྙན་ཞུ་རྒྱབ་ཅིག་ཁ་བ་གདོང་གཏུག་ཅིག་སྐད་ཆ་བཤད་དགོས་དོན་ན་སྐད་ཆ་བཤད་ཀྱི་ཡིན། ད་ཡིན་ལབ་དགོས་རེད། ཕྱོགས་གཅིག་ནས་སྐྱབས་མགོན་རིན་པོ་ཆེ་ལྷ་ས་ལ་ཕེབས་ཡག་གི་རེ་བ་ཡོད་ཆེ་ཆེ་མི་མང་ལ་གཏམ་བཟང་གི་གནས་ཚུལ་བཤད་ཡོང་དུ་བརྩམས་པ། ཕྱོགས་གཅིག་ནས། གཞོན་བུ་མོའི་ཚོགས་པ་ནང་གཞི་གཅིག་དང། གཞི་རིམ། གར་ས། བོད་པའི་གཞི་རིམ་དམངས་གཙོ་ཚོགས་པ་ལ་ནི་ཅི་ཁ་ལ་འཁྱིལ་འགྲོ་གི་འདུག་ཨ་མདའ་རྣམ་རྒྱལ་སྤུ་རངས་དང་ལྷག་པ་མཚམས་འཇོག་གིས། སྤྱི་ཟླ་དགུ་པའི་གྲོས་ཆོད་གཏོར་བཤིག་བཏང་ག། སྤྱི་ཟླ་དགུ་པའི་གྲོས་གྲོས་ཆོད་ལ་ཡང་ངོ་ལོག་རྒྱག་ག། ཁོ་རང་ཚོ་གི་དམིགས་ཡུལ་འདི་ག་རེད། འཛམ་གླིང་སྡིངས་ཆ་འདིའི་ནང་ལོགས་ལ་རྒྱ་ནག་ལ་ཡང་གནོད་ཤུགས་སླེབས་འོས་ཀྱི་རྐྱེན་གྱིས་དེང་སང་རྒྱ་ནག་གིས་རྒྱ་དམར་བ་ཚོས་ཞལ་གྱིས་གསུང་གི་འདུག་ཨ། ཏཱ་ལའི་ལོག་འཚོ་བྱས་རྗེས་ལག་གི་མི་འདུག་དྭངས་དེང་སང་རྒྱ་ནག་གི་རེད། ད་ཁོང་ཚོ་གི་དུས་ལ་མ་ཐོན་ན་རྒྱབ་ལོག་ནས་ང་ཚོ་སྤྱི་ཚོགས་ནང་ལོག་ལ། བོད་པ་རང་བཏང་རྗེས་བོད་པའི་སྤྱི་ཚོགས་ནང་ལོག་ལ་དཀྲུག་གཡག་གི། བོད་པའི་སྤྱི་ཚོགས་དེ་དུམ་བུ་གཉིས་གསུམ་བཏང་གཡག་གི། ཆ་ཤས་བྱས་བསྡད་གི་བ་དེ་ལྷན་ཚོགས་ཀྱི་ཆེད་འགྲོ་གི་འདུག་བ་ད། སོ་ནག་དག་གི་བུད་མེད་ཚོགས་པ་འདྲ་པོ་དང། རྣམ་རྒྱལ་སྤུ་རངས་དང། ལྷག་པ་མཚམས་སྦྱོར་དང་འདི་ཚོ་དྲན་གི་ད་ང་ཚོ་སྤྱི་ཚོགས་དཀྲུག་གཡག་གི་འགོ་བཙུགས་ཡོང་གི་འདུག་བ། ད་ལྟའི་སྐབས་ནང་ལ་རྒྱ་རོམ་ཚེ་ལྷ་ས་ལ་ཕེབས་ཡ་གི་ར་བ་ཡོད་བྱས་འདུག་ང་རང་ཚོ་ཕན་ཚུན་ཚང་མ་བསམ་བཤད་བྱེད། གཅིག་གི་གཅིག་ལ་ཡ་སྙིང་རྗེ་དགོངས། གཅིག་གི་གཅིག་ལ་ཡ། ཁྱེད་གདོང་སྤྲད་བྱས་ང་རང་ཚོ་ཚུ། དོག་ཆ་གཅིག་སྒྲིག་བྱས་བྱས། ད་རྒྱ་རོམ་ཚེ་ར་བ་སྐྱོན་ཤོག་ཅིག་བྱ་བ་ལམ་འགྲོ་འགྲུ་བ་ཤོག་ཡོང་བ་ཤོག་བྱས་བྱས་སྨོན་ལམ་རྒྱ་བས་རེད་མ་གཏོགས། དེ་སྐྱབས་མགོན་རིན་པོ་ཆེ་གིས་ལྷ་ས་བལ་ཡག་གི་ར་བ་ཡོ་བྱི་ནས་ར་བ་གྲུབ་ཡ་དང་མི་དམངས་གཅིག་སྒྲིལ་དགོས་ཡ་དང་མི་དམངས་ཀྱི་འཆམ་མཐུན་ཡོང་ཡ་དེ་གལ་ཆེན་པོ་ཞིའོ་ཅིར་བ། དེ་ཕག་བཞག་ནས་མི་དམངས་དུམ་བུ་བཏང་ཡ་གི་འབད་བརྩོན། དུས་ནམ་ཡང་དུས་ནམ་ཡང། གོས་པ་རྟ་མགྲིན་ཚེ་རིང་འདྲ་བོ་བྱས་ན་ནམ་ཡང་འགོར་གི་མེད་ད། སྐད་ས་སྐད་ངོ། གླེང་སྤོང་དང་ཀ་ཏོག་གང་བསུ་གི་གནས་ཚུལ་ཆ་ཚང་ངའི་མགོ་བཙུགས་གི་ཡོད། སོ་ན་ད་གཞིས་ཆགས་དང་པོ་མགོ་བཙུགས་ངེས་དེ་སུས་རེད། དེས་ང་ཡི་སྒོ་ཕྱུག་པོ་ངས་ཧ་གོ་གི་ཡོད་རེད་བ། ད་ལྟའི་སྐབས་ནཱ་ལོ་ལ་དཀོན་མཆོག་གསུམ། བུད་མེད་ཚོགས་པ་ལ་ཐེམ་པ་རེ་རེ་ནས་ནང་རེ་རེ་ནས་ཡིན་གཅིག་མིན་གཅིག་མི་རེ་རེ་འཛུལ་དགོས་ཀྱི་ཡོད། གྲོས་ཆོད་བཞག་མཁན་ཁོ་རང་ཧམ་པ་ཆེ་དྲགས་རེད་བ། གྲོས་ཆོད་བཞག་མཁན་ཟེར་གྲོས་ཆོད་ཁྱི་ཡུག་མཁན་ཁོ་རང། བད་ཁོ་རང་ཧམ་པ་ཆེ་དྲགས་རེད་བ། དགོངས་པ་བཞེས་སྐོར་དང། བུད་མེད་ཚོགས་པ་གི་དབུས་ཀྱི་རྒྱུན་ལས་རྣམ་པ། དབུས་ཀྱི་རྒྱུ་ལས་རྣམ་པ་ཚོའི་དགོངས་པ་བཞེས་སྐོར་དང། ཁྱོད་རང་ཚོ་གི་ལས་ཀ་བྱ་བ་ཡག་པོ། ལྷག་བསམ་རྣམ་དག་བོད་སྤྱི་པ་གཅིག་དང་སྐྱབས་མགོན་རིན་པོ་ཆེ་ལ་དབུ་བ་དཔུང་སྡེ་ཞུ་གི་ཡོད་ན། ཁྱོད་རང་ཚོ་གི་བཀའ་བཏང་དགོས་མ་རེད། ཐེམ་པ་རེ་རེ་ནས་མི་རེ་རེ་ཡིན་གཅིག་མིན་གཅིག་འཛུལ་དགོས་རེད་ལབ་དགོས་མ་རེད། དང་དུ་ལེན་བྱེད་བུད་མེད་ཚོགས་པ་ལ་འཛུལ་གི་རེད། ཐོག་མར་བུད་མེད་ཚོགས་པ་དང་གཞོན་ནུ་ཚུགས་འདུག་བརྩམས་པ་སུ་གཅིག་གིས་བཀའ་བཏང་ཡོད་མ་རེད་དབུ་ཚུགས་བསྐྱར་ནི།

ཆད་པ་གྲུབ་དགོས་རེད་ཆད་པ་མ་གྲུབ་པ་ཡིན་ན་ཨ་ནི། དེ་ལ་ཡ་རྒྱབ་ཉོས་སྤྲད་གི་མེད། གཞིས་འགོ་གི་ཨ་གཞིས་ཆགས་ལས་ཁུངས་ཀྱི་གཞུང་འབྲེལ་མ་ཡིན་པ་ཚོགས་པ་གཅིག་གི་གྲོས་ཆོད་གང་རུང་ལ་རྒྱབ་ཉེས་བྱས་རྗེས། ཨ་ནི། གཞུང་འབྲེལ་ཁོ་རང་གི་ཚོགས་པ་གི་དཀྱིལ་ལ་ཡ་ཞུ་དེ་ངས་མི་མང་ལ་ཡ། ད། གོ་གནས་ཁྲི་ངས་གཞིས་འགོ་གཅིག་གི་ཐུབ་ཚད་བཏང་དགོས་རེད། རྒྱ་མིའི་སྤྲད་གི་མེད། རྒྱ་ཤོ་ནི་མ་སྤིས་པ་ཡིན་ན་ང་ཚོ་གས་ལ་གི་མེད་ད། རྒྱ་ཤོ་དེ་ཞི་འགོག་གི་ད། ནང་སྲིད་གི་ཡ་སྣེ་ཁྲིད་ཅན། དེ་ཚོ་སྡུག་བསྔལ་ས་ཆེ་འགྲོ་གི་ཡོད་རེད་བ། བུད་མེད་ཚོགས་པ་གི་ལྟ་གི་ཡོད་མ་རེད་བ། བུད་མེད་ཚོགས་པ་གཅིག་གི། བོད་པ་གཅིག་རྒྱ་ཤོ་ནི་སྤི་ཡ་གི། མི་དེ་གི་ལྟ་བཅའ་དུ་བས། དགོངས་དག་ཀྱེ་མའི་ལུས་ཀྱི་རྩ་བཅད་དུ་བས། ཀྱེ་མའི་ལུས་ཀྱི་སོ་ནག་དེ་ཞི་བྱ་ན་ནི་རྐུན་མ་བསྐྱབ་དུ་བས། མི་བསད་དུ་བས། དེང་སང་འཛམ་བུ་གླིང་གི། རྒྱལ་ས་འཛམ་བུ་གླིང་གི་ལུང་པ་ག་བ་ཡོད་ནས། མི་ཤེས་ན་ཡི་སྤྱི་ཚོགས་ན་ནི་མ། སྤྱི་ཚོགས་ཀྱི་གྲས་ན་ནི་མ་དཔེ་གི་ཡོ་མ་རྟ་ཁོ་རང་ལ་ཉེས་པ་སང་བྱ་གོ། ར་ཉེས་པ་འདྲ་བོ་ཅི་ཁྱེད་རང་ཚོ་གི་སྒྲིག་འཛུགས་འདྲ་བོ་བཟོས་བྱས་སྒྲིག་འཛུགས། གནས་ཡག་གི་ཆེད་དུ་ལ་ཉེས་པར་བསམ་བ་ཡིན་ཡིན་གྱི་རེད་ད། ངོ་ལེན་ཞུ་ཐུབ་གི་ཡོད་རེད་བ། རྒྱ་ཤོག་ནི་མ་སྤི་གི་ཡིན་སྲིད་དུ་ཚང་བ་བུ་མེད་ཚོགས་པ་ལ་རྒྱ་ཤོག་ནི་མ་སྤི་ཡག་གི་དབང་ཆ་ཕ་ཞག་ནི་རེད་བ། གཞི་མགོ་གས་རྒྱ་ཤོག་ནི་མ་སྤི་ཡག་གི་དབང་ཆ་ཕ་ཞག་ནི། ནང་སྲིད་བཀའ་བློན་དང་ཆུས། ཆབ་སྲིད་ཀྱི་དབུ་ཁྲིད་ལ་ཡི་དབང་ཆ་མེད་ད། གང་ཡིན་ཟེར་ན་ས་ཆ་དེ་རྒྱ་གར་གཞུང་གི་ས་ཆ་རེད་ད། ས་ཆ་དེ་རྒྱ་གར་གཞུང་གི་ས་ཆ་ནང་ནི་སྤི་གི་ཡིན་ཟེར་ན་ཁྱོད་རང་ཚོ་ཧམ་པ་ཆེ་ཐག་ཆད་རེད་བ། པདྨ་སེ་ཧམ་པ་ཆེ་ཐག་ཆེ་རེད་བ་མི་མང་ཆུ་མ་གཅིག་ལ་ཐུབ་ཚད་རེད་བ་ད་འདི། ད་མི་མང་འདི་ག་བ་འགྲོ་གོ་རེད་ད། མ་སྐྱེས་བ་ནས་སུན་ནས་ཡ་ཚ་ལོ་ང་ད་ཕ་དུ། ལོ་བཅུ་བདུན་བཅུ་བརྒྱད་ཉི་ཤུ་རྩ་ལྔ་སུམ་ཅུ་ཕ་དུ་ན་ལོ་ལ་ཚ་ནས་དེ་ག་ད་ཚ་ལོང་ཆགས། སོ་སོ་གི་ཟ་ཡག་བཏུང་ཡག་ལས་མེད་ན་དཀོན་མཆོག་གསུམ་མགོན་པོ་གཅིག་ལས་མེད་ན་བསགས་བྱེད་གཞི་བཞག་འདི་ལ་ཡ་གསར་པ་གཅིག་ལས་མེད་ན་བཙུགས་བྱེད། ཚ་རུག་རུག་བཟོས་བཞག་རྒྱུ་འདི་གང་ནས་མ། ཨ་ཐོབ་ཐང་བརྩད་བྱས་མ། རྒྱ་ཤོག་ནས་མ་པི་གིན་ཟེར་ཡོད་འདུག་རྩམ་པ་ཧམ་པ་མ་རེད་ན་ག་རེད་ད་འདི་ཐུབ་རྩལ་མ་རེད་ན་ག་རེད། གཞོན་ནུའི་ཚོགས་པ་དང་བུ་མོའི་ཚོགས་པ་གཞུང་འབྲེལ་མ་ཡིན་པའི་ཚོགས་པ་གཅིག་རེད། གཞིས་འགོ། རང་བྱས་ཆོས་འབྱུང་ཚོགས་གཙོ། མཉམ་འབྲེལ་གྱི་དྲུང་ཆེ་དང་ཡིན་ན་ཚོགས་གཙོ་ཡིན་ན། ཧ་གོ་གོ་འོ་ད་ཁྱེད་རང་ཚོ་གཞུང་འབྲེལ་ཡིན་པའི་ཚོགས་པ་གཅིག་རེད་བ། མ་འོལ་དེ་སྔའི་མི་གཅིག་གིས་ཁྱོད་རང་ཚོ་ལ་བཀའ་གཅིག་བཏང་ཡོད་འདུག་ཁྱོད་རང་ཚོ་མགོ་སྒུར་གི་འདུག་བ། འོ་ལ་ཡར། ཡེ་ཧེ་སུ་ང་ར་འོ་ཀ། ན་ལི་ཀ་ཀིག་རག་གི། སྐད་ཅིག་ཅིག་བཤད་ཡོད་འདུག་བཙན་པ་སྒང་ལ་དེ་སྔའི་ཡིན་ཡིན་ཞི་བུ་གཅིག་བོད། གཞིས་ཆགས་ཀྱི་བོད་པ་དེ་ཚོ་གི་དེ་བ་སྡུག་བསྔལ་སྐྲུང་མཁན་ཡིན། ཨ་ནི་དཀའ་ངལ་སངས་རྒྱས་ཡིན། ལམ་བསྟན་ངན་ཡིན་བྱེད་མཁན་འདི། མགོ་སྒུར་གི་འདུག་བ། མ་སྐད་མ་སྐད། མ་སྐད་ཐག་ཐག་དེ་རུ་འོག་དེ་རུ་བསྡད་བསྡད་ངན་མི་གཅིག་གི་བཀའ་ཐག་རིང་དུ་ཉན་གི་འདུག་བ། སོང་ཙང་དེ་ཚོ་དྲན་དེ་ཚོ་འཆམ་འཇོན་གནང་རོགས་གནང། རེད་བ། ཁྱོད་རང་ཚོ་གི་སེམས་པ་རྣམ་དག་གི་ཕྱག་ལས་ག་རེ་གནང་གི་ཡོད་ནའི། ངས་ད་གི་གོང་དུ་ལབ་བ་ན་ཞིག་རེད། ད་དེ་དུས་རབས་ཉི་ས་གཅིག། ད་རྫོགས་འགྲོ་དགོས་ར་ད། ང་ཚོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལྔའི་དེ་འདྲི་མ་ཡོད་མ་རེད་ད། ད་དུས་རབས་ཉིས་རྩ་གཅིག་ད་ཉིས་སྟོང་ཉིས་རྩ་གསུམ་ནང་རེད་ལས་དགོས་ར་ད། ད་ལྟའི་སྐབས་གནའ་ལོ་ལ་རེད་བ། ཁྱེད་རང་ཚོ་གི་མི་མང་དཀྱུས་མ་གཅིག་ལ་དངོས་གནས་དྲང་གནས་ཐུབ་ཚད་དང་མ་སྣེམ་ཡག་གི་འབད་བརྩོན་ཧྲིལ་བོ་བྱས་བསྡད་པ་ཡིན་ན། འཛམ་བུ་གླིང་སྤྱི་ཚོགས་ནང་ལོ་ལ་གནས་ཚུལ་འདི་ཚོ་གོ་གི་མ་རེད་བསམ་གི་ཡོད་ན། ནོར་བ་རེད་ད། ནོར་བ་རེད་རེད་བ། ད་འདི་འགྲོ་གི་མ་རེད་ད། སྐུ་དྲག་གི་རྔན་མ། སྐུ་དྲག་རང་ལུགས་ཀྱི་ད་ང་ཚོ་རང་ཆས་ཡོད་པའི་སྐབས་ནང་ལོར་ག་རེ་བྱས་པ་ཡིན་ན་ཁོ་འདས་པའི་གནས་ཚུལ་རེད་ཁོ་བླ་རྗེས་རེད། དེས་དེ་ཡང་ཅོག་ཅར་ལོག་རོ་ལངས་རྒྱག་པ་ན་ཞིག་བསྐྱར་ལོག་བྱས་ཚེ་ང་ཚོ་སྤྱི་ཚོགས་ནང་ལོར་ཁྱི་ཡོང་ཡ་འབད་ཚུལ་བྱས་པ་ཡིན་ན་དེ་འགྲིག་གི་བ་མ་རེད། ད་གཅིག་ཏུ་ལ་ཁྱོད་དེ་འགྲིག་གི་བ་མ་རེད། དབུས་བུད་མེད་ཚོགས་པ་ཀྱི་རྒྱུན་ལས་རྣམ་པ་ཚོ་ཚོགས་གཙོ་དང་རྒྱུན་ལས་རྣམ་པ་ཚོ་ཡིན་ན་དགོངས་པ་བཞེས་རོགས་བྱེད་རེ་བ། ད་ལྟའི་སྐབས་ནང་ལོར་ལ་གནས་ཚུལ་འདི་འདྲའི་དྲན་འདི་ཚོ་སྤྱི་ཚོགས་ནང་ལོར་དོན་གུ་བ་རེད་ང་ཚོ་གོ་གུ་བ་རེད། ག་རེ་དབང་ཆ་ཡོད། དབུས་བུད་མེད་ཚོགས་པ་གི་ཡིན་ན་རྒྱ་ཤོ་ནེ་ནེ་མ་པི་ཡ་གི་དབང་ཆ་ག་རེ་ཡོད་ང་འདི་གཅིག་འགྲེལ་བཤད་སྐྱོན་རོགས་གནང། མི་འདི་བུ་མོ་འདི་སྐྱིད་མེད་འདི། སོ་ན་ད་ཞི་ཆགས་ཀྱི་ཨ་ནི། བུད་མེད་ཚོགས་པ་ལ་འཛུལ་གྱི་མེད་བུད་མེད་ཚོགས་པ་བཀའ་བརྩི་གི་མེད་ཟེར་ན་ཨ་ནི་ཁྱེད་རང་ཚོ་གི་རྒྱ་ཤོ་ནེ་མ་པི་ཡ་གི་དབང་ཆ་ག་རེ་ཡོད། ག་རེ་ཡོད་དབང་ཆ། འདི་གཅིག་མ་འགྲེལ་བཤད་རྒྱག་རོགས་གནང། འདི་དེ་གཞིས་མགོ་ལ་ཕག་བཞག་ནི། ནང་སྲིད་བཀའ་བློན་ལ་ཕག་བཞག་ནི། ཆབ་སྲིད་ཀྱི་དབུ་ཁྲིད་ལ་ངས་ནི་དབང་ཆ་མེད་རེད་ཟ་གི་ཡོད་རེད་བ། མི་རིགས་ཀྱི་ནག་ཉེས་བཞི་པོ་གཅིག་པའི། དངོས་གནས་དྲ་ནས། བོད་པ་སྤྱི་ཚོགས་རང། བོད་པ་རྒྱལ་ཁབ་རང་ནག་ཉེས་བཏང་ཡག་དང། གཅིག། ག་ལ་བ་ད་ཉེན་ཁ་ང་ལ་ཁེལ་ཡག་གི་ལས་ཀ། བྱས་མེད་པ་ཡིན་ན་རྒྱ་ཤོག་ནས་སྤི་ཡག་དང་གཞིས་ཆགས་ནས་སྤི་ཡག་སུ་གཅིག་ལ་ཐོབ་ཐང་ཡོད་མ་རེད། ཧམ་པ་ཆེ་རེད་བ་ང་ཚོ་རྒྱ་གར་ནང་ལ་ཡོད་ཤ་བའི་གཞི་ཆགས་སྒང་རྩ་རྒྱ་གར་གཞུང་གི་ས་ཆ་རེད་བ། ང་རང་ཚོ་རྒྱ་གར་གཞུང་གི་ས་ཆ་ནང་བསྡད་རྗེས་ཧ་ལམ་མ་སོ་ན་དེ་ས་ཆ་དེ་ངའི་གི་ཡིན་པའི་སོ་འདྲ་བོ་དག་དག་ཡོད་པའི་སོ་འདྲ་བོ། རྒྱ་གཞུང་ནས་སྤི་གིན་གཞི་ཆགས་ནས་སྤི་གིན་ཀ་མེད་གནང་བ་ཡིན་ན་མཐར་གཅིག་ཏུ་དགག་པ་རྒྱག་འགྲོ་གི་ཡིན་ག་བ་འགྲོ་གི་ཆུག་ན་འགྲོ་ཡ་ཡིན་ད་ག་བ་བཏུ་གི་ཆུག་ན་བཏུ་ཡ་ཡིན། ག་སེང་ནས་ངས་རྣམ་རྒྱལ་སྤུ་རང་དང་ལྷག་པ་མཚམས་སྦྱོར་ལ་ལབ་ཚ་ཡིན། ཁྱོད་རང་ཚོ་ར་ཕ་ནི་ཀ་བ་ལོག་ཡ་ཡོད་མ་རེད། ཁྱོད་རང་ཚོ་ག་བ་འགྲོ་ཡ་ཡོད་ན་འགྲོ་ཤོག་ག་རེ་བྱེད་ཡ་ཡོད་ན་བྱེད་ཤོག། དམངས་གཙོ་རེད། སོ་སོ་གི་ཚོར་བ་བཤད་ཡ་དང་སོ་སོ་གི་བསམ་ཚུལ་བཤད་ཡ་དེ་ཚོ་སོ་སོ་གི་དམངས་གཙོ་རེད། ཡིན་ན་རེད་བ། ཐག་གཅོད་ངེས་པར་དུ་བྱེད་རོགས་བྱེད། ཁ་ཅིག་གིས། ཁྲིམས། ཁྲིམས། ཁྲིམས་ཞིབ་པ་གསུམ་ཀ་ལོ། ཨ་ནི། བཙན་བྱོལ་བོད་མིའི་རྩ་ཁྲིམས་དང་མཐུན་པའི་གི་ཁྲིམས་ཞིབ་པ་རེད་བྱས་བྱས་ཡ། སྐད་རེད། ཁག་གཅིག་གི་ཁྲིམས་ཞིབ་པ་ཡོད་མ་རེད། ཁྲིམས་ཞུ་ལས་ཁུངས་ནང་ལོར་ཁྲིམས་ཞིབ་པ་ཡོད་མ་རེད། དམངས་གཙོ་ཀ་བ་བཞི་བོ་དེ་སྦོ་ལུག་སང་རེད་ཡོད་མ་རེད་ལ་གོ། ཁག་གཅིག་གི་ཆོས་ལུགས་སྐྱིད་སྡུག་མོ་གོ། ཁག་གཅིག་གི་ཆོས་ལུགས་སྐྱིད་སྡུག་ལ་འོས་ཤོག་ལུག་ཡ་ང་ཚོ་ལ་ཡ་ཐོབ་ཐང་གོ་ཡོད། ག་ལ་གོ་ར་ཁྱོད་ཚོ་སྨྱོ་གི་མི་འདུག་ཨེ།

ཡའི་ཡིན་པའི་སོ་ཏྲོ་མའི་ཡིན་པའི་སོ་ཏྲོ་འདི་འདྲའི་བྱས་རྗེས་བོད་པའི་སྤྱི་ཚོགས་དཀྲུགས་འགྲོ་བསྡད་གི་འདུག་ཨ། རྟ་དེ་འུར་རྟ་མི་མང་ཚང་མ་ལོག་གི་རྟ་དེ་འུར་དེང་སང་མི་མང་ལྐུག་པ་མ་རྟ་མི་མང་ཚང་མ་ལོག་འདྲེ་ནང་བཞིན་ཆགས་བསྡད་པ་རེད། དེ་འདྲས་རེད་ད་ང་རང་ཚོའི་སྤྱི་ཚོགས་ནང་ལོག་རྣམ་པ་ཚོ་ཟི་དང་རེད་བ། ད་འདི་ན་ཚ་འདི་རེད་བ། སོ་ན་ད་གི་ན་ཅག་འདི་ཡོད་རེད་བ། འདི་གཞི་ཆགས་ཁ་ལ་ཡི་སྒྲོ་གུར་ད་ག་ལི་ག་ལི། འདི་ག་ལི་ག་ལི་རྒྱ་གར་བ་ཡུལ་དྲུག། རྒྱ་བོད་འབྲུག་གསུམ་ནང་ལོར་འགྲོ་གི་རེད། གང་ལ་གོ་རྩམ་སྣང་བ་མ་འགྲོ་སྐད་ཆ་རེད་བ་རྩམ་སྣང་བ་མ་འགྲོ་སྐད་ཆ། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལྔས་ལ་ལན་ལོར། རེད་བ། སྐུ་དྲག་རང་ལུགས་ཀྱི་ང་ཚོ་གི་སྤྱི་ཚོགས་ནང་ལ་ང་ཚོ་བསྡད་མེད་བ། ཡིན་གཅིག་མིན་གཅིག་ཁྲམ་པ་ཐོབ། མི་ཚང་རེ་རེ་ནས་གར་ས་ནང་མི་ནང་གཅིག་ན་ནི་མི་གཅིག་བུད་མེད་ཚོགས་པ་ལ་འཛུལ་དགོས་ཀྱི་ཡོད་ཀ་ག་འདྲའི་གསང་ཐུབ་ཀྱི་བ་རེད། ཧ་ལམ་ཁྱོད་ཚོ་ལ་སྡུག་ས་གས་ན། སོ་ན་བདག་གི་བུ་མོའི་ཚོགས་པ་གི་རྒྱུན་ལས་འདི་ཚོ། བྲོས་བྱོལ་ཁི་ཡོང་གི་འདི་ཚོ། ཀིམ་ཇུང་ཨུན་གི་ཀི་མེ་རོ་བོ་ཡིན་སར་ད། སོང་ཙང་འདི་ཚོ་འདི་འདི་ཡིན་འདུག་རྩམ་པ་རྣམ་པ་ཚོ་དགོངས་པ་བཞེས་རོགས་བྱེད། ད་ག་ན་ཤེས་གཅིག་གི་ས་གནས་བཞི་མགོ། སོ་ན་བདག་གི་བཞི་མགོ། ཁ་ཅིག་གིས་ཁྱོད་རང་གི་ཡ་ནི་གྲོས་གཞི་གྲོས་འཆར་འདི་གཞི་ལས་གང་ནས་ཁྱི་ཡོང་རྒྱུ་མ་རེད་ང་ཚོ་གི་དེ་ལ་རྒྱབ་སྐྱོར་གནང་རེད། ངོ་བོ་ག་ཐོག་ནས་ཁྱོད་རང་གི་རྒྱབ་སྐྱོར་གནང་དགོས། ཁྱོད་རང་གི་དབྱེ་བ་པི་དབྱེ་བ་པི་གིས་འདང་ངེས་རེད་བ། སོ་ན་བདག་གི་བུད་མེད་ཚོགས་པ་གི་བུད་མེད་ཀྱི་སྐྱིད་སྡུག་ནང་ལ་སླེབས་རྗེས་བུད་མེད་ཚོགས་པ་སྐྱིད་སྡུག་ནང་ལ་འཛུལ་རྗེས་ཨ་ནི་བུད་མེད་ཚོགས་པ་གི་སྒྲིག་འཛུགས་ཁྱི་གི་མི་འདུག་དེ་ལ་ཡ་ཉེས་པ་བཏང་གི་ཡོད། བདག་འདི་དཔེ་བྱས་ན་སྒོར་མོ་ལྔ་སྟོང་འདྲ་བོ་ཞིག་གི་ཉེས་པ་སྒྲུབ་དགོས། ཉེས་པ་བཏང་གི་ཡོད། དེ་འདྲའི་ཅིག་གི། གྲོས་གཞི་གྲོས་འཆར་ཅིག་གཅིག་པོ་ཞིག་ཡིན་པ་ཡིན་ན་ཁྱེད་རང་ཚོ་གི་རྒྱབ་སྐྱོར་བྱས་པ་ཡིན་ན་ཡིན་གྱི་རེད་ད་གཞིས་འགོ་བྱིན་པའི་ཆ་ནས་ཚོགས་པ་ཅིག་གི་སྒྲིག་འཛུགས་གཉེར་དགོས་འདུག་བསམ་པ། སྒྲིག་འཛུགས་འདིའི་ནང་ལོགས་ལ་ཁོ་རང་ཚོ་གི་ཆ་རྐྱེན་འདི་བཞག་ཡོད་འདུག་དེ་ལ་ང་ཚོ་གི་རྒྱབ་སྐྱོར་བྱས་པ་ཡིན་ཟེར་ནས་གསུངས་པ་ཡིན་ན། འགྲིག་གི་རེད་ང་ངོས་ལེན་ཞུ་ཐུབ་ས་རེད། ད་ག་རང་ནས་རྒྱ་ཤོག་ནང་ནས་སྤེལ་གྱི་ཡིན། ཨ་ནི་ད་ག་ནང་ཤེས་ཅིག་གིས་ག་ལ་བ་ར་ཅིག། རྒྱབ་གཉིས་ཡི་གུ་ཡི་གེ་དེ་ཚོ་སྤྲད་གི་མེད། ག་འདྲི་ཚི་ནི་སུང་ཕི་གོ་རེ་ཨ། ཞི་མགོ་ཅི་ཡིན་པའི་ཆ་ནི་ག་འདྲི་སུང་ཕི་གོ་རེ། གཅིག་ཏུ་ཟླ་བ་ཚེ་རིང་གིས། རེ་བ། ང་རང་ཚོ་གི་ཁྲིམས་ཞིབ་ལས་ཁང་གི་ཁྲིམས་དཔོན་ཚོ་གི་རྩ་ཁྲི། རང་ད། དེ་ལ་ཡ། ཉན་འཇོག་བྱེད་དགོས་བ་མ་རེ་བ། གལ་གུ་ཅིག་བྱས་ཡ་མི་འདུག་ཨ་རྒྱ་ཤོད་ན་ནི་སྤིས་མི་འདུག་སྐྱིད་སྡུག་ན་ནི་སྤིས་སྤིས་ཡོད་མ་རེད། པི་ཡ་ཕཱ་ཞན་ད་ལྟ་སྤྱི་འཐུས་སྐུ་ཡོད་ཅེས་ཡག་གཏང་གི་རེད་བ། གྲོས་ཆོད་གནང་ན། མི་བྱེད་ངེས་མི་ཡོང་ངེས་གཅིག་དང་གཅིག་གི་ག་ལ་བར་ཡོད། དཔེ་ཤག་ཡོད་ངེས་གཅིག་དང་སྤྱི་ཚོགས་ནང་ལོག་ལ་མཐོང་ཡོང་ངེས་གཅིག་ལ་ཡ། སུ་གཅིག་གིས་བཤད་ཐུབ་གི་མི་འདུག་མི་མང་དཀྱུས་མ་གཅིག་ལ་ཁྱེད་རང་ཚོ་གི་ལམ་སང་ཁོ་རང་མནན་ཡག་གི། སྐུ་དྲག་རིང་ལུགས་མར་དག་འདི། ཞིག་མགོ། སོ་ན་དེ་ཞིག་མགོ། ཁྱོད་རང་ལ་དེ་གམ་གཅིག་གི་བློ་ཁོག་དང་ཤེས་བྱ་ཡོན་ཏན་དང། ད་བཞི་པོ་གཅིག་གིས། བོད་མི་དམངས་ལ་ཡ་སེམས་ཤུགས་ཡོད་ངེས་ཀྱི་སྐད་ཆ་འདྲ་བོ་གཅིག་འདི་འདྲའི་ཡོད་པ་ཡིན་ན་སྤྱི་འཐུས་བདག་ཚེ་རིང་གང་ལོ་གཅིག་སྐད་ཆ་བཤད་ད་ཁྱོད་རང། སྤྱི་འཐུས་བདག་ཚེ་རིང་གི་རྩ་ཁྲིམས་གར་ཚོགས་ཁྲིམས་ཞིབ་ལས་ཁང་གི་བཀའ་རྒྱ་འདི་ཉན་ཡོང་མ་རག། བཀའ་རྒྱ་ཉན་ཡ་ཕག་ཤ་ནི་ཁྲིམས་ཞིབ་ལས་ཁང་དང། ཕག་རྒྱ་ག་གཞུང་གི་ཁྲིམས་ནང་ལ་ལ་ཡ་སྐྱེས་ར་བ་སྤྱི་འཐུས་བདག་ཚེ་རིང་གིས། གས་སྐུ་ཅིག་བྱས་ཡ་མི་འདུག་ཨ་སྤྱི་འཐུས་བདག་ཚེ་རིང་ལ། བྱས་ཡ་ཕག་ཤན་སྤྱི་འཐུས་བསྐོས་རྗེས་ད་རུ་སྤྱི་འཐུས་གྲོས་ཆོད་ནང་ལ་ཡ་བཏང་རོགས། ད་མི་མང་ཆིའུ་མ་ཅིག་ད་རྒྱབ་ཤོག་ནང་ནས་པི་གིན་སི་ཏུ་ཁྱོད་ར་རྒྱབ་ཉེས་ཏྲི་དེ་ལ་ཡ་རྒྱབ་སྐྱོར་གཏང་གི་ཡོད་རོགས། ངོ་ཚ་གོ་ད་ཁྱེད་ར་ཞིང་འགོ་ཅིག་ཡིན་པའི་ཆ་ནས། བོད་མི་ཚོགས་པ་དབུས་རྒྱུན་ལས་ཚོ་ལ་ད་ག་རང་ཡིན་ད། ཁྱེད་རང་ཚོ་ལ་བོད་པ་མི་བུ་མོ་ཡིན་ན་རེད་བུ་ཡིན་ན་རེད་ཨམ་ལགས་ཡིན་ན་རེད་ལོ་ཆུང་ཆུང་ཡིན་ན་རེད། ཉེས་པ། ཚོགས་པ་འདི་གི་སྒྲིག་འཛུགས་གནས་ཡག་ཆེད་དུ་ལ་ཉེས་པ་ག་རེ་བཏང་ཡིན་ན་བཏང་ཆོག་གི་ཡོད་རེད། རྒྱ་ཤོ་ན་ནི་སྤི་གི་ཡིན་ལ་ཡ་དེ་རྩ་བ་ར་ནི་ཁྱོད་རང་ཚོ་ལ་རྩ་བ་ར་ནི་དབང་ཆ་མེད་ད། དགོངས་པ་བཞེས་རོགས་བྱས་ཨ། བུད་མེད་ཚོགས་པ་གི་དབུས་རྒྱུན་ལས་ཚོ་ཡིན། བཀའ་མོལ་འདི་ཚོ་དྲན་ནས་ཚོ་གནང་བ་འདི་ཧ་ཅང་ཡག་གི་བློ་ཕངས་ཡག་གི་བཀའ་མོལ་རེད་ད། སྐྱག་ངོ་རུམ་བྱེད་ཀྱི་བཀའ་མོལ་འདི་ཚོ་གསན་པ་ཡིན་ན་ག་འདྲ་རུ་བྱུང་ཡོང་ས་རེད། སྒྲིག་ཚུལ་ནད་ཡག་ཆེ་འདུག་ལ། བོད་པའི་མི་མང་དཀྱུས་མ་གཅིག་བོད་པའི་སྤྱི་ཚོགས་ནང་ནས་མ་ཕིག་གིན་ལ་གོ་རོ། འདི་འགྲོ་གི་མ་རེད་ད་དེང་སང། དེང་སང་གི་དུས་ཆེན་ནང་འདི་འགྲོ་གི་མ་རེད། དེང་སང་གི་དུས་ཆེན་ནང་ལ་རྣམ་པ་ཚོགས་ཀྱི་བོད་སྤྱི་པ། སྐྱབས་མགོན་རིན་ཆེན་ལ་དབུ་དཀར་སྤུན་བདུན་ཞུས་རྗེས། ལྷག་བསམ་རྣམ་དག་གི་ཕྱག་ལས་གནང་དང་ཚོགས་པ་འདི་ལ་སུ་ཡིན་ན་དང་དུ་ལེན་བྱེད་ཡོང་གི་རེད། མི་འདི་ལ་བཀའ་བཏང་རྗེས་སྦྱིན་པ་ནང་དུ་ལྷག་པ་བཏགས་རྗེས་མ་འཐེན་དགོས་མ་རེད། མི་འདི་དང་དུ་ལེན་བྱེད་ཡོང་གི་རེད། སོང་ཙང་དབུས་རྒྱུན་ལས་ཚོ་ཡིན་ན་རེད་གཞིས་ཆགས་གཞིས་འགོ་ཡིན་ན་རེད་རང་ཅག་ཚོགས་ཆུང་བ་ཡིན་ན་རེད། སུ་གྲོགས་ཅིག་ཡིན་ན་རེད་རྣམ་པ་ཚོ་གི་ད་རི་ཡ། བུད་མེད་ཚོགས་པ་གི་རྒྱུན་ལས། ག་རེ་ཞིག་ནས་ད་བུད་མེད་ཚོགས་པ་ནང་ལ་ཡོད་བཤད་ངེས་འདི། རྒྱ་ཤོག་ནང་ནས་ནི། པི་གི་ཡིན་ལ་ཡ་འདི་ལ་རྒྱབ་ཉེས་བྱེད་བ་འདི་ར་མཐར་གཅིག་ཏུ་མཐར་གཅིག་ཏུ་དགག་པ་ཡོད། མི་དམངས་མང་པོ་ཅིག་བློ་ཕམ་ཡོད།

དེ་ལ་ཡང་ཨ་ནི་ལམ་སར་ཁོ་རང་རྒྱ་ཤོག་གི་གཞིས་ཆགས་ཀྱི་གཞིས་འགོ་ཡིན་ཟེར་ཏེ་མཚན་རྟགས་རྒྱག་དགོས། གཞུང་འབྲེལ་མ་ཡིན་པའི་ཚོགས་པ་གཅིག་གི་གྲོས་གཞི་གྲོས་འཆར་གཅིག་ལ་ཡང་གཞུང་འབྲེལ་ཡིན་པའི་གི་ཚོགས་པ་གི་གཞིས་འགོ་གཅིག་གིས་དེ་ལ་ཡང་རྒྱབ་སྐྱོར་བྱེད་དགོས། ཨ་རིའི་སྒྲིག་འཛུགས་སྣེ་ཡང་ལ་ཉེས་པ་བཏང་གི་ཡིན་ཟེར་བ་དེ་ལ་རྒྱབ་སྐྱོར་བྱེད་པ་ཡིན་ན་འགྲིག་གི་ཡོད་རེད་ཁས་ལེན་ཞུ་ཐུབ་གི་ཡོད་ལབ་གི་ཡོད་ད། མ་ནོར་བར་དབྱེ་བ་སྤིག་རོགས་བྱེད། རྒྱ་ཤོག་ནང་ནས་སྤིག་གི་ཡིན་ལ་ཡ་དེ་ལ་ཁྱེད་རང་ཚོ་གི་རྒྱབ་སྐྱོར་བྱེད་དོ། ཐབས་ཆོས་པོ་རེད་བ།

དེའི་ཁྲིམས་ཞིབ་པ་དེའི་གི་བཀའ་ཉན་ཡོད་མ་རེད། ཁྲིམས་ཞིབ་ལས་ཁུངས་དེའི་ནང་ལས་དེ་ལས་ཀ་ལས་དེ་སྔའི་ཁྲིམས་ཞིབ་པ་དེ་ཚོ་གི་བཀའ་ཉན་ཡོད་མ་རེད་ད་བར་ཚེ་རིང་གི། དེ་བོད་པའི་སྤྱི་ཚོགས་ནང་ནས་ཁྱོད་རང་ཚོ་སྤི་ཐུབ་མི་འདུག། མི་མང་དཀྱུས་མ་གཅིག་ཐད་སྐུ་གཅིག་མ་ཤིང་གི། སྙིང་རྗེ་ཀུན་སྤྱོད་གསུམ། དཀའ་ལས་རྒྱབ་ཅེས་བཟའ་བཏུང་བྱེད་འགྲོ་དེ་སྔའི། རྒྱ་ཤོག་ནང་ནས་སྤི་གི་བོད་པའི་སྤྱི་ཚོགས་ནང་ནས་སྤི་གི། ཧམ་པ་ཆེ་ཕྲ་དག་གི། སྟོང་པ་ལ་དཔའ་བསྒོར་ད། ཁྱོད་རང་ཚོ་ལ་ཐུག་ཡོད་མ་རེད་བ་ང་དང་ང་འདྲ་བོ་སྤུ་གུ་ཅིག་ཐུག་ཡོད་མ་རེད་བ། དེ་གི་ཁྱོད་རང་ཚོ་ཧམ་པ་བཤད་བྱས་མཚན་རྟགས་རྒྱ་ངེས་གཅིག་གི་མཚན་རྟགས་རྒྱབ། ད་ལྟ་སྤོ་བ་མཐོང་མཐོང་ཁ་བོ་བོ་བྱས་བྱས་འདི་ཞི་ལས་ཁང་གི་གྲོས་འཆར་འདི་འདྲས་མ་རེད་ད། ཞི་ལས་ཁང་གི་གྲོས་འཆར་མེད་བ་འདི་ད་ངས་ཀྱང་ཧ་གོ་གི་འདུག། རྒྱ་གཞུང་ནང་ནས་མར་ཐུན་ཡག་གི་དབང་ཆ་འདི་བུད་མེད་ཚོགས་པ་ལ་ཡོད་བ་འདི་ཁྱོད་རང་ཚོ་གི་སྤྲད་འདུག་བ་ད། དབང་ཆ་སྤྲད་འདུག་བ་བུད་མེད་ཚོགས་པ་ལ།

པད་མ་སྲས་ཀྱིས་དེ་ངེས་པར་དུ་དགོངས་པ་བཞེས་རོགས་བྱས་ཞུ་ཡ་ཡིན་རོགས་ཨ། བོད་མའི་ཚོགས་པ་དབུས་རྒྱུན་ལས་གཙོ་བ་ལ་ཡང་དེའང་ངེས་པར་དགོངས་པ་བཞེས་རོགས་བྱས་ཞུ་ཡ་ཡིན། རྣམ་པ་ཚོགས་ཀྱི་སྒྲིག་འཛུགས་གནས་ཡག་ཆེད་དུ་ལ། ངེས་པར་ག་འདྲའི་གྲོགས་ཅིག་ཁྱི་ཡོང་པ་ཡིན་ན་ངེས་པར་དེ། ཁྱི་ཡོང་དགོས་དགོས་བ་རེད་སྒྲིག་འཛུགས་དེ་གནས་དགོས་དགོས་བ་རེད་རོགས་ཨ་ང་རང་ཚོ་མི་སུ་ཡིན་ན་ཕེབས་ནས་འགྲོ་དགོས་རེད། ང་ཡིན་ན་ང་འདྲ་བོ་ཅིག་ཡིན་ན་ཅིག་སྒྲིག་འཛུགས་ནང་ལ་སླེབས་རྒྱུན་ལས་འདྲ་བོ་ཆགས། ཨ་ནི། ལོ་གཉིས་སུམ་ཅུ་ལས་ཀ་ལས་ནི་ལོ་གཉིས་སུམ་ཅུ་ལ་ང་ཕོད་འགྲོ་དགོས་རུང་བ་སྒྲིག་འཛུགས་ཀྱི་གནས་དགོས་གོ་ར། སྒྲིག་འཛུགས་ཀྱི་གནས་ཡ་ཆེད་དུ་ལ་ཉེས་པ་ག་རེ་ཡིན་ན་རྣམ་པ་ཚོགས་ཀྱི་ཁྱི་ཡོང་པ་ཡིན་ན། ད་ལྟ་དཔེ་མཚོན་འདྲ་པོ་བཞག་པ་ཡིན་ན་དངོས་ཡོད་ཀྱི་ཉེས་པ་འདྲ་བོ་འདི་ཚོ་དང་འདི་ཚོ་ཕྲན་འདི་ཚོ། དངོས་གནས་དྲ་གནས་ང་ཚོ་གི Practical Ground ནང་རུ་ལ་དངོས་ཡོད་ཀྱི་གནས་ཚུལ་གང་ལ་མ་བབས་གོ་ར། རྒྱབ་གཉེར་ཡི་གེ་སྤྲད་ཀྱི་མེད་ཟེར་ལ་ཡོད་འདུག་རྒྱབ་གཉེར་ཡི་གེ་འདི་གི་དངོས་གནས་དྲ་གནས། ཡི་གེ་གཅིག་གིས་ནང་མི་འདི་གི་སྤུ་གུ། ད་ནང་མི་འདི་ན་ལོ་ལོ་ཉུང་མཐར་ལྷའི་སྤུ་གུ་གཉིས། ཆོ་ག། སྤིན་རྒྱ་ཆས་ཅན་ད་ཉུང་མཐར་ལྷའི་ནང་མི་བཞི་ལྔ་ཡོད་ན་ནང་མི་བཞི་ལྔ་གི། ལྟོ་གོག་འདི་བཀག་སོང་ང། འདི་འདྲའི་གི་ཉེས་པ་ད་ཆོས་ཉིད་གོང་ལ་ཚད་ལས་བརྒལ་བའི་ཉེས་པ་འདི་འདྲའི་དགོངས་པ་མ་བཞེས་རོགས་བྱས་རེད་བ། ད་གཅིག་གི་དངོས་ཡོད་སྟོང་དགྲ་ང་དགྲ་བོ་གཅིག་གི་ཉེས་པ་དྲུག་གི་ཉེས་པ་ཡིན་ཟླ་བ་ཡིན་ན་ཡིན་གྱི་རེད། ད་འདི་ཡང་སྤྲད་ཀྱི་མེད་ལབ་པ་ཡིན་ན་བྱེད་ཡ་མེད་རེད། དེ་སྐུལ་གྱི་བྱས་ཡོད་མ་རེད། གཅིག་ཏུ་ཟླ་བ་ཚེ་རིང་གིས། ཁྲིམས་ཞིབ་པ་གིས་ཁྲིམས། ང་ཚོ་གིས་ད་ཁྲིམས་ཞིབ་ལས་ཁུངས་ནང་ནས་བཀའ་ཅི་བཏང་ཡོད་རེད་ད། ཡོད་གླིང་བསླབ་གྲྭ་དེ་ཤེས་རིག་ལས་ཁུངས་ལ་ཡར་ཕུལ་རོགས་བྱས་ཟེར་དུས་སུ་ང་སྤྲད་ཀྱི་མེད་ཁྱོད་རང་ཚོ་ག་རེ་བྱས་ཡོད་ན་བྱས་ཤོག་ཟེར་ད། ཟླ་བ་གཅིག་ལ་ག་སྐུལ་བྱས་ཐུབ་ཡོད་མ་རེད་ད། སྲིད་བཟོ་ཟུར་བ་མཁས་དབང་བློ་བཟང་སེང་གེ། མཁས་དབང་བློ་བཟང་སེང་གེ་སྐབས་ཀྱི་བཀའ་ཤག། དེའི་སྐབས་ཀྱི་སྤྱི་འཐུས། དེའི་སྐབས་ཀྱི་ཁྲིམས་གཞིའི་ལས་ཁུངས། ཇི་ལྟར་རག་ཅིག་ལ་གས་ཁུལ་བྱས་ཡོད་མ་རེད། བོད་པའི་སྤྱི་ཚོགས་ནང་ནས་མ་སྤེལ་ཡོད་མ་རེད་ད། མི་དཀྱུས་མ་གཅིག་ལམ་སང་སྤེལ་གྱིན་ལབ་གི་འདུག་ཨ། ཁྲིམས་སུ་ལ་ཡིན་ན་གནས་དགོས་རོགས་ཨ། ད་བ་ཕྱི་ར་ཡིན་ན་བོད་པ་རེད། སོ་ན་ད་གི། ང་ལ་བུད་མེད་ཚོགས་པ་ནང་ལོར་བུད་མེད་སུ་འདྲ་བོ་ཅིག་ནས་སོ་སོ་བོད་པ་གཅིག་རེད་བ་ཚོགས་པ་གཅིག་ནང་ལ་འགྲོ་བ། ལྷོང་ཙག་དབྱེ་བ་མ་སྤེལ་རོགས་བྱེད། རེད་བ། ང་ཚོ་རྒྱབ་གཉེར་ཡི་གེ་སྤྲད་གི་མེད་རྒྱ་གཞུང་ནང་ནས་མ་སྤེལ་གི་ལ་ཡ་འདི་ཚོ་ཁྲལ་འདི་ཚོ་ཚད་ལས་བརྒལ་བ། རེད་བ་ཚད་ལས་བརྒལ་བ་གི་ཡ་ནི་ཀ་མེད་གནང་གི་འདུག་བསམ་མནོ་དགོངས་པ་བཞེད་སྟངས་འདི་རང་ལ་དོགས་པ་ཡོད། དེ་ག་ནང་ཤེས་གཅིག་གི་བུད་མེད་ཚོགས་པ་གཅིག་གིས། ཨ་ནི་ནང་རེ་རེ་ནི་ཡིན་གྱི་མིན་གྱི། ཁོ་པ་ཡག་ཏག་བཏང་བ་ནང་ཤེས་གཅིག་གི་རེད་བ། ང་ཚོ་རྒྱལ་པོ་རང་ལུགས་ཀྱི་ཚོགས་པ་མ་རེད་བ། རྒྱལ་པོ་གཅིག་གི་ཨ་ནི་འོག་ལ་ཡང་གནས་དེ་ངེས་ཀྱི་ཚོགས་པ་དེ་འདྲའི་གལ་མ་རེད་བ། བརྫུས་ནས་སྡོད་པ་རེད་མ་བརྫུས་ནས་སྡོད་པར་བ་བུད་མེད་ཚོགས་པ་ནང་ལ། བུད་མེད་ཚོགས་པ་ཡིན་གཅིག་མིན་གཅིག་འགོག་གི་ཡོད་ན་བུད་མེད་ཚོགས་པ་རང་གིས། ངོ་ནས་མི་མང་ལ་ཡང་གསལ་བཤད་བྱེད་ཐུབ་བ། མི་མང་ལ་ཡང་དཀའ་ལས་རྒྱབ་བྱེད་ལས་ཀ་འདི་གལ་ཡིན་དང་ཟེར་ནས་སྟོན་ཐུབ་བ། མི་མང་གིས་སེམས་པ་ཡང། ཐོབ་ཐུབ་བས་ཀྱི་ཕྱག་ལས་ཞིག་གནང་དགོས་དགོས་བ་རེད་མ་གཏོགས་མི་མང་ལ་མ། གཙང་མ་དབང་རྒྱག་བཏང་བྱས། ཡིན་གཅིག་མིན་གཅིག་ནང་རེ་རེ་ནས་མི་རེ་རེ་བརྫུས་དགོས་ཀྱི་ཡོད། ཨ་རེ། ཀོང་ས་འདུན་ཡ་མེད།

གཞུང་གང་དང་འདི་ཚོ་ནི་འདི་འདྲ་འདི་འདྲ་ཡིན། ངའི་སྤུ་གུ་ལ་འགྲོ་སོང་འདི་ཡིན་ངའི་ཆོལ་ཁ་ཁྱེད་ཀྱི་ག་རེ་ཡིན་ན་འགྲོ་སོང་འདི་ཡིན། འདི་དེ་བུད་མེད་ཚོགས་པར་གྱི་དྲུག་རོགས་བྱེད་དང་ང་བུད་མེད་ཚོགས་པ་ལ་འཛུལ་གྱི་ཡིན། གསུང་རོགས་བྱེད། བུད་མེད་ཚོགས་པར་སྤྲད་ཀྱི་འདུག་ངས་བལྟ་དགོས། ག་ལ་དགོས་རེད་ཡ་དཀའ་ལས་ང་རྒྱག་དགོས་རེད་དཀའ་ལས་མི་འདི་རྒྱག་དགོས་རེད། ཞོགས་ཀ་ནས་དགོང་དག་དཀའ་ལས་རྒྱག་དགོས་རེད་ཁོ་སྤེ་སྒོ་སྤེ་སྒོ་ང་ལ་མེ་མདག་བཙུགས་རྗེས་བུད་མེད་ཚོགས་པ་ནང་ལ་འཛུལ་དགོས་རེད་ལབ་ན་ག་ལ་དགོས་རེད།

བུད་མེད་ཚོགས་པ་གིས་དབུས་བུད་མེད་ཚོགས་པ་གི་རྒྱུན་ལས་ཟུར་པ་ཚོ་གིས་ཨ་རིག་འདི་ཐ་རྒྱ་པོ་ཆ་ཚོར་བཏང་སོང་བ་བུད་མེད་ཚོགས་པ་ཨ་རིག་གི་བུད་མེད་ཚོགས་པ་ད་སོ་ན་ད་ནི་རོ་ལངས་རྒྱག་ཡོང་གི་འདུག་ཨ་འདི་ཚོ་གྲས་འདི་ཚོ་ངོ་ལེན་མེད་ཞུ་ཡ་ཡིན་རེད་བ་ག་བ་ཏུ་གོ་གིན་ལ་ཏུ་གིན་ད་སོ་ན་ད་ཀྱི་མི་མང་ཚོ་ཁྱེད་རང་ཚོ་བུ་མོའི་ཚོགས་པ་ལ་མ་རྫུས་ནས་བུ་མོའི་ཚོགས་པ་གི་བཀའ་མ་བརྩི་ནས་རྒྱ་ཤོག་དང་བོད་པའི་སྤྱི་ཚོགས་ནང་ནས་སྤིལ་བ། སོག་པ་བྱུང་བ་ཡིན་ན། ངས་ཁྱེད་རང་ཚོ་ཉི་མ་རེ་རེ་གི་སྟོད་གོ་དང་ཉི་མ་རེ་རེ་གི་དེ་འདྲའི་འགྲོ་སྟངས་དེ་འདྲ་ངས་བཟོས་ཐུག་མར་ད། ཁྱོད་རང་ཚོ་ཚབ་བྱས་བྱས་རེ་བ། ཁྱོད་རང་ཚོ་གི་སྐད་ཅིག་ཡོད་རེ་བ་དེ་ངས་རྒྱག་གི་ཡིན་ད། ག་བ་རྒྱག་དགོས་དུས་ནས། རེ་བ། ཆབ་སྲིད་གི་དབུ་ཁྲིད་སྤེན་པ་ཚེ་རིང་གདོང་དང་གདོང་ཐུག་ནས་རེ་བ། སྙེ་མ་ནང་བཞིན་ཁ་བཏགས་གཡོག་གི་མེད་ད། དེ་སྐབས་ནང་ལོགས་ལ། དེ་འདྲས་གི་ཐུབ་ཚེ་བཏང་གི་འདུག་ན། ག་བ་གདོང་དང་གདོང་གཏུག་ཅིག་ག་རེ་བྱེད་དགོས་ཀྱི་འདུག་ན་བྱེད་ཅིག་སྐད་རྒྱག་གི་ཡིན་ང། ཨོ། ཁྱོད་རང་ཚོ་ལ་དགོས་ཡ་འདི་དངོས་གནས་དྲང་ནི་ག་ལ་འོ་རེད། ཅིག་གི་དར་ཞོ་ནག་པོ་ཁྱིད་ཅིག་གཡུག་ཅིག་བྱིའུ་ཅིག་སྐད་རྒྱག་ངེས་ཅིག་དགོས་ཀྱི་འདུག་ཨ། བསམ་བློ་ངེས་པར་དུ་བཏང་རོགས་བྱེད་ལ་གོ་རེད་བ་ག་དུས་ཡིན་ན་གང་ཐུག་ཐུག་མ་ས་ལ་གང་ཐུག་ཐུག་མ་ས་ལ་མ་བབ་ཆེད། འོ་ནས་བོད་པ་འདི་གཞི་འཇམ་པོ་ཅིག་ཡོང་ན་བོད་པའི་སྤྱི་ཚོགས་འདི། གཅིག་སྒྲིལ་གྱི་ངོ་བོ་གང་ལ་བསྒྱུར་ཐུབ་ནའང་བསམ་ས་བྲལ་བྱས། སོ་སོར་བབས་མ་ཐུབ་པ་མ་གཏོགས་བབས་ས་མེད་པ་མ་གཏོགས་བབས་དེ་ནི་སྐད་ཅིག་བཤད་བསྡད་དགོས་པ། དེ་འབྲེལ་གྱི་བོད་པའི་སྤྱི་ཚོགས་ནང་ལུགས་ལ་བསྙད་བྱས་འདི། ད་ང་ཚོ། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལྔས་ལ་སྐུ་དྲག་གི་སྐབས་ཀྱི་བོད་མི་མར་དང། ང། ང་རང་ཚོ་སོ་སོ་དཔའ་མགོ་ཡིན་པ་དཔའ་མགོ། གཞིས་ཆགས་གཞིས་མགོ་ཨ་མདའ། སོ་ནག་དག་གི་གཞིས་མགོ་མཚན་རྟགས་རྒྱག་བསྡད་ངེས་འདི། གྲོས་གཞི་གྲོས་འཆར་འཁྱེར་ཡོང་མཁན་དེ། ཚང་མ་དཔའ་མགོ་ཡིན་པ། དཔའ་མགོ་ཟེར་དུས་ཙམ་པས་ཡང་ཁ་ལག་ཟ་ཡས་མས་ང་ལ་དཔེ་ཆ་ཡོད་ལ་ནི་ཁྱོད་རང་ཚོ་འདི་སྒོམ་དགོས་ཀྱི། ལུང་པ་མེད་སྐྱོ་ས་སྐྱ་མེད་སྐྱོ་མི་ཡིན་པ། རྒྱ་གར་གཞུང་གི་ས་སྐྱ་ནང་ལ་བསྡད། རྒྱ་གར་གཞུང་གི་ས་སྐྱ་འདི་ཚོ་གང་ལོག་དཀའ་ལས་སྐྱབས་ཚེ་ཡུང་ཀུང་ཏི་ཅི་ཡུང་ཞེས་པ་འདི་གིས་བོད་པའི་སྤྱི་ཚོགས་ནང་ལ་བོད་པའི་མི་མང་དཀྱུས་མ་གཅིག་ལ་ཡ་ཐུབ་ཚེ་ར་བ་བཏང་ནས་འགྲོ་དེ་ནི་ས་སྐྱ་སྦ་ར་གང་ཅི་སྟོན་ཡ་མེད་པ། ད་ལྟ་ང་ཚོ་སྤྱི་ཚོགས་དེ་ནི་པི་ཀི་ལ་ན་ཧམ་པ་ཆེས་དྲག་ར་ཧམ་པ་ཆེས་དྲག་ར་རྐུ་མ་ཧམ་ཆེན་མི་སེས་ཀི་རེད་བ། ཨོ་འདི་ཞུ་ཡ་ཡིན་ཨ་ཚང་མ་ལ་ཐོས་ཆེས། སོ་སོ་བདེ་བོ་ཐང་པོ་ཡིན། ཁྱི་མེད་སྤུ་གུ་ཚང་མ་བདེ་བོ་ཐང་པོ་ཡིན། ཨ་རྣམ་པ་ཚོ་ཚང་མ་ལོ། བདེ་བོ་ཐང་པོ་ཡོད་བའི་གི་ར་བ་དང། ཨ་རེ་རྣམ་པ་ཚོ་ཚང་མ་ལོ་ལ། བཀའ་བར་ཆད་མ་འཕྲད། བྱ་བ་ལམ་འགྲོ་ཡོང་བར་བསམ་པ་དོན་འགྲུབ་བ་རེད། དམར་ལམ་དུ་སྨོན་འདུན་གྲངས་མེད་ཡོད། ཨ་མདའ་ཨ་རག་ཡིན་རྣམ་པ།